དེ་འདྲའི་རྗེ་བདག་ཆེན་པོས་དང་པོ་ཏུ་ང་ཚོར་དྲིན་གཡོ་འགྱོག་གིས་མིའི་སེམས་ལ་བཟོ་བའི་མི་སེམས་འགུལ་བའི་གཞས་བརྩམས་ཆ་མང་པོ་ཞབས་ཅིག་ཉན་པོ་དག་ག་སེམས་ལ་བཟོ་འོས་ཏེ། ཨེ་འདྲས་ཀྱི་གང་ཞེན་ཅིག་ཡོད་ཙང། གནས་ཚུལ་འདི་འདྲ་ཞིག། བཅའ་ལག་འདི་འདྲ་ཞིག་མཐོང་དུས་ཙམ་པ་དེ་ལ་སོ་སོའི་འཚོ་བ་སྐྱེན་པོ་བྱེད་པར་བ། དེ་འདྲས་ཆེ་ཆེ་གཞས་བྲིས་བྱས་ཨ་ནི། ཅུང་དག་གི་ད་གང་ཞིག་སྡིངས་པ་ན་བྱས་ན། སྒྱུ་རྩལ། ལས་ཀ་དཔེ་མ་སྲིད་ཀྱི་ཡག་པོ་ཞིབ་ཅིག་རེད་བསམ་གི། ཨ་ནི་ཚང་མས་མུ་ཡང་བསྐྱར་ཆེན་པོ་དགའ་བསུ་ཞུ་རོགས་གྱིས།
ད་ཐོག་མར་ཅིག་ཨ་ཅག་ཐེངས་མ་དང་པོ་དམ་འདུས་ཀྱི་རྒྱུ་མཚན་རེད་དེ་ག་རེད་ཟེར་ན། ཨ་ནི་ད་ཨ་ཅག་གཞས་དངོས་གནས་དྲང་གནས་དྲང་པོ་ཞུ་ན་ཡག་ལུས་ག་འདི་ཡོད་མེད་ད་ང་རའི་སེམས་ན་ཤེས་ཀྱི་ཡོད། ནི། ཐེངས་མ་དང་པོ་དེ་དམ་དུས་ཙམ་པ་ཁྱག་ཅག་བཏང་རྗེས། ནི་མི་གང་སློབ་པའི་ཟི་ལིང་པུ་ལིང་བྱེད་དུས་ཙམ་པ་ཁོ་རང་ལ་ཡང་ཤུགས་རྐྱེན་སྤྱད་མ་ཐེབས་པ་གཞན་དེ་མགོ་ནས་སྒུབ་ཏུ་ནི་དཔེ་དེབ་ཨུ་ཚུགས་བརྒྱབ་རྗེས་ཡག་པོ་བྱས། བཏང་སོ། བྱས་ཙང་ད་ཅིག་བློ་སྣེམ་བཅས། ད་ཁ་ཆེ་གེ། ཞུ་གི་ཡོད་ཀི་རེད་ད་ངའི་ཚོགས་པའི་ནང་ལོག་ལ་ཡ། ཁ་ཆེ་ཡག་པོ་འདུག་ཁ་ཆེ་ཡག་པོ་མི་འདུག་ད་དངོས་གནས་དྲང་གནས་ཡིན་པ་ཆ་བཞག་ན། ད་ངའི་ངོས་ནས་བཤད་ན། ད་ང་རའི་ཚོགས་པའི་ནང་ལོགས་ལ་ཡ་གཞས་ཡག་པོ་བཏང་ནི། ཀོང་ཇུན་ལིན་གཡག་གི་འདེགས་ཀྱི་གཞོན་ཤོག་ལས་ཡོད། ཨ་ནི་ཡང་དེ་མ་ཟད་ཨ་ཡང་ཅིག། ཅིག་སྤྱི་ཚོགས་ནང་བཞིན་ད་སྤྱི་ཚོགས་ནང་ལོགས་ལ་ཡ་ག་འདེགས་ལོ་ར་ད་ང་ཚོ་སྤྱི་ཚོགས་ནང་ལོགས་མི་འདྲ་མིན་སྣ་ཚོགས། ཁ་ཤས་རྫིག་པོ་ཡོད་རེད་ཁ་ཤས་སྐྱོ་པོ་ཡོད་རེད་ཁ་ཤས་འདི་ག་རེད། ཅིག། ཡང་ཅིག་བདེ་མོ་ཐང་མོ་ཡོད་རེད་ཡང་ག་ཞིག་བདེ་མོ་ཐང་མོ་མེད་མེད། ཡིན་ནའི་ལེ་ང་ཚང་མོ་བློ་ལ་ཡག་ད་ཅིག། ག་འདས་བྱུང་ནའི་མ་བྱུང་ནའི་ཅིག། དིང་རྗེ་འདིའི་སྒང་ལ་ཡ། མུ་མཐུད་མུ་མཐུད་འགྲོ་ཡག་གི་གོ་སྐབས་ར་ཅིག། བྱུང་ན་ཨ་ནི་ང་ར་བློ་ཡིད་ཚིམས་སུ། ཨ་ནི་ཡོ་ད་རེ་ཤ་ལེ་ཟེ་དུ་ཆགས།
ཐོ་ཆེན་ན་ཐོ་ཆེ་རྒྱ་སོ་སོ་སུ་ངན་ཡོད་ན་ལ། གུས་ཤིང་བརྩེ་བའི་རྒན་ལགས་རྣམ་པ་ལྷན་རྒྱས་དང་རྒྱ་ཆེའི་གཟིགས་མོ་བ་རྣམ་པ་ལྷན་རྒྱས་སྐུ་ཁམས་བཟང། ཨ་ནི་ང་ཡིན་པ་ཆ་ཤ་ན་དང་པོ་དེང་ཆེ་དེའི་ཁར་དང་པོ་ཡོང་དུས་ནས་ཆེ་ཨ་ནི། ཁྱར་དུ་ཁྱོར་བྱས་ཡོང་བ་ཡིན། ཨ་ཡེ་ནེ་ལེ་རྒན་ལགས་རྣམ་པ་ལྷན་རྒྱས་ཀྱིས་གཅིག་མཇུག་གཉིས་མཐུད་ཀྱིས་གོ་སྐབས་གནང་བར་སྙིང་ཐག་པ་ནས་ཐུགས་ཆེ་གནང་ཞུ་བ་ཡིན། ཨ་ནི་ང་ཡིན་པ་ཆ་ས་ན་གཞས་གཏང་ཡག་གི་ཉམས་མྱོང་དང་ཨ་འདྲེས་མེད། ཨ་ཡེ་ནེ་ལེ་རྒན་ལགས་རྣམ་པ་ལྷན་རྒྱས་ཀྱིས་གར་ཐིགས་ཡག་པོ་འདི་འཕྲད་ཆེད་བསྐྲུན་གནང་བ་དེ་ཡང་ང་ཚོ་ཞིང་འབྲོག་མང་ཚོགས་ཅིག་གི་ངོས་ནས་ཆ་ས་ན་སེམས་གཏིང་ནས་ཧ་ཅང་གི་དགའ་བོ་འདུག་ཨ་ནི།